རྒྱལ་སྤྱིའི་ཨོ་ལོམ་པིག་རྩེད་འགྲན་གོ་སྒྲིག་ཚོགས་པས་ཉིས་སྟོང་ཉེར་བཅུ་རྩ་གཉིས་ལོའི་དགུན་དུས་ཨོ་ལོམ་པིག་ལུས་རྩེད་འགྲན་བསྡུ་སྟེ་རྒྱ་ནག་པེ་ཅིན་དུ་འཚོགས་རྒྱུའི་ཐག་གཅོད་གནང་བའི་རྗེས་འཛམ་གླིང་ས་ཕྱོགས་གང་སར་རྒྱ་ནག་དང་ཨོ་ལོམ་པིག་རྩེད་འགྲན་ཚོགས་པ་གཉིས་ལ་རྣམ་པ་འདྲ་མིན་གྱི་ཐོག་ནས་ངོ་རྒོལ་སྐྱོན་བརྗོད་ཤུགས་ཆེར་བྱས་དང་བྱེད་མུས་ཡིན་པའི་དུས་སྐབས་འདིར། སུད་སི་རུ་རྟེན་གཞི་བྱས་པའི་བོད་རིགས་ཚོགས་པ་ཞིག་གིས་རྒྱལ་སྤྱིའི་ཨོ་ལོམ་པིག་རྩེད་འགྲན་གོ་སྒྲིག་ཚོགས་པས་རྒྱ་ནག་ནང་རྩེད་འགྲན་དེ་འཚོགས་རྒྱུའི་ཐག་གཅོད་བྱས་པ་འདི་ནི་རྒྱལ་སྤྱིའི་དཔལ་འབྱོར་མཉམ་ལས་དང་འཕེལ་རྒྱས་མཐུན་ཚོགས OECD ཀྱིས་འགྲོ་བ་མིའི་ཐོབ་ཐང་ཐད་འགན་སྲུང་བྱ་རྒྱུ་དང་འབྲེལ་བའི་རྩ་འཛིན་སྒྲིག་གཞི་སོགས་དང་འགལ་གྱི་ཡོད་པ་དེ་དག་སྲུང་སྐྱོབ་དགོས་པའི་ཞུ་གཏུག་ཡིག་ཆ་ཞིག་ཕུལ་ཡོད་པ་དེ་ནི་ལམ་སྤྱི་ཟླ་བཅུ་གཅིག་ཚེས་ཉི་ཤུ་རྩ་གསུམ་ཉིན་ངོས་བཞེས་གནང་སྟེ་རྒྱལ་སྤྱིའི་ཨོ་ལིམ་པིག་རྩེད་འགྲན་ཚོགས་པ་དང་སུད་སིར་ཡོད་པའི་བོད་ཀྱི་ཚོགས་པ་ཁག་གི་དབར་འདུམ་སྒྲིག་གནང་ཐབས་བྱས་ཀྱང་འདི་ཚེས་ཉི་ཤུ་རྩ་གཅིག་ཉིན་རྒྱལ་སྤྱིའི་ཨོ་ལིམ་པིག་རྩེད་འགྲན་ཚོགས་པས་འདུམ་སྒྲིག་གི་གོ་རིམ་ནང་ཞུགས་རྒྱུའི་ཁས་ལེན་བྱས་མེད་པ་གསལ་བསྒྲགས་སྤེལ་བའི་རྗེས་བོད་རིགས་ཚོགས་པ་བཞི་ཡི་ངོས་ནས OECD ལ་བསྐྱར་དུ་ཞུ་གཏུག་ལས་འགུལ་ཞིག་སྤེལ་འཆར་ཡོད་འདུག། གོང་ཞུས་ཚོགས་པ་བཞི་ཡི་ཁྲིམས་རྩོད་པ་དང་འགྲོ་བ་མིའི་ཐོབ་ཐང་ཆེད་ལས་པ་ཁྲི་ལས་ཆོས་སྐྱིད་ལགས་ཀྱིས་ད་རེས་རྒྱལ་སྤྱིའི་ཨོ་ལོམ་པིག་རྩེད་འགྲན་ཚོགས་པའི་ཡི་དུམ་སྒྲིག་གི་གོ་རིམ་ནང་ཞུགས་རྒྱུའི་ཁས་ལེན་མ་བྱས་པ་འདི་ནི་ཧ་ཅང་གི་བློ་ཕམ་གྱི་གནས་ཚུལ་ཞིག་ཡིན་པ་མ་ཟད་རྒྱ་ནག་གཞུང་གིས་འགྲོ་བ་མིའི་ཐོབ་ཐང་རྡོལ་རོལ་ཚབས་ཆེན་གཏོང་བཞིན་པ་དེ་སྲུང་སྐྱོབ་བྱེད་རྒྱུའི་ཐད་འགན་མ་ཁུར་པ་གསལ་པོ་རེད་ཅེས་ཡེ་ཤ་ར་བ་རླུང་འཕྲིན་ཁང་ལ་གསུངས་བྱུང། ཁྱེད་རང་ཚོས་ཀྱི་བར་སྟོང་གི་གོ་སྐབས་ཅིག་རག་རེད། འདི་གོ་སྐབས་རག་འདུག་གང་ལ་ཡང་ཁོང་རང་ཚོས་ཀྱི་འགྲོ་བ་མིའི་ཐོབ་ཐང་སྲུང་སྐྱབས་ག་འདྲ་བྱེད་ཀྱི་ཡོད་མེད་དང་ཨ་ནི། ད་ལྟའི་གི་དགུན་ཁའི་ཨོ་ལིམ་པིག་ནང་ལ་ཡང་ཁོ་རང་ཚོ་གི་རྒྱ་ནག་ནང་ལ་ཡང་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་བྱེད་ཡག་དང་སྡུག་རུལ་བགྲོད་པ་དེ་ད་ཡར་རྒྱས་བཏང་ཡག་གི་གོ་སྐབས་གལ་ཆེན་པོ་ཅིག་དང་རྩ་ཆེན་པོ་ཅིག་རེད་བསམ་གི་འདུག་ད་དེ་ཁོ་རང་ཚོ་གི་ངོས་ལེན་མ་བྱེད་འདུག་གང་ལ་ཡང་ད་དེ་ཁོ་རང་ཚོའི་འགན་མ་འཁྱེར་བ་རྟགས་དེ་ད་གསལ་པོ་གསལ་རྐྱང་རེད་ལ། ད་རེས་ཞུ་གཏུག་ལས་འགུལ་དེ་སྤེལ་མཁན་སུད་སི་ནང་ཡོད་པའི་ཚོགས་པ་ཁག་ཞིག་སྟེ་སུད་སི་བོད་མཐུན་གྲོགས་ཚོགས་པ་དང་ཡུ་རོབ་བོད་རིགས་གཞོན་ནུའི་མཐུན་ཚོགས། སུད་སི་བོད་རིགས་ཚོགས་པ། དེ་བཞིན་སུད་སི་བོད་ཀྱི་བུད་མེད་ཚོགས་པ་བཅས་ཡིན་ཞིང། ཞུ་གཏུག་དེ་འདི་ལོའི་སྤྱི་ཟླ་བདུན་པའི་ཚེས་ཉེར་བཞི་རྩ་གསུམ་ཉིན་ནས་གྲ་སྒྲིག་གིས་འགོ་འཛུགས་གནང་བ་ཞིག་ཡིན་འདུག་པ་དང་ཞུ་གཏུག་ཡིག་ཆ་དེའི་ནང་རྒྱལ་སྤྱིའི་ཨོ་ལོམ་པིག་རྩེད་འགྲན་གོ་སྒྲིག་ཚོགས་པ་ནས་ཕྱི་ལོ་ནས་སྟོང་ཉི་ཤུ་རྩ་གཉིས་ལོའི་དགུན་དུས་ཨོ་ལོམ་པིག་རྩེད་འགྲན་ཚོགས་པ་དེ་རྒྱ་ནག་ནང་འཚོགས་རྒྱུ་ཐག་གཅོད་བྱས་པ་འདི་ནི་དཔལ་འབྱོར་མཉམ་ལས་དང་འཕེལ་རྒྱས་མཐུན་ཚོགས་ཀྱི་རྩ་འཛིན་སྒྲིག་གཞི་དང་རྒྱབ་འགལ་ཆགས་ཡོད་པར་བརྟེན་ཞུ་གཏུག་བྱས་པ་ཞིག་ཡིན་འདུག། ཞུ་གཏུག་ལས་འགུལ་དེ་ཡི་དམིགས་ཡུལ་གཙོ་བོ་ཞིག་ནི་ཉེས་རྡོག་ནས་ཅུ་རྩ་གཉིས་ལོར་པེ་ཅིན་དུ་དགུན་ཁའི་ཨོ་ལོམ་པིག་ལུས་རྩལ་འགྲན་ཚོགས་ཀྱི་དུས་སྐབས་དང་དེ་ཡི་རྐྱེན་གྱིས་འགྲོ་བ་མིའི་ཐོབ་ཐང་གི་ཤུགས་རྐྱེན་ངན་པ་ཇེ་མང་དུ་གཏང་རྒྱུ་ཡིན་པ་དེ་སྔོན་འགོག་བྱ་རྒྱུ་དང་རྒྱ་ནག་གཞུང་གིས་བོད་ཚུད་པའི་རྒྱ་ནག་ནང་འགྲོ་བ་མིའི་ཐོབ་ཐང་རྡོལ་རོལ་བཏང་དང་གཏོང་མུས་ཡིན་པ་དེ་དག་སྲུང་སྐྱོབ་བྱ་རྒྱུའི་ཆེད་དུ་ཡིན་པ་ཁྲི་ལས་ཆོས་སྐྱིད་ལགས་ཀྱིས་འགྲེལ་བརྗོད་གནང་གི་འདུག། རྒྱལ་སྤྱིའི་དཔལ་འབྱོར་མཉམ་ལས་དང་འཕེལ་རྒྱས་མཐུན་ཚོགས OECD ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་གཅིག་ལོར་ཨ་རི་དང་དབྱིན་ཡུལ། France། Germany། སོགས་ཀྱིས་མཉམ་འབྲེལ་གྱིས་བཙུགས་པའི་སྒྲིག་འཛུགས་ཤིག་ཡིན་ཞིང་ད་ལྟའི་ཆར་མཐུན་ཚོགས་དེར་རྒྱལ་ཁབ་སུམ་ཅུ་སོ་བརྒྱད་ཀྱི་ཚོགས་མི་ཡོད་ལ། དམིགས་ཡུལ་གཙོ་བོ་ནི་འཛམ་གླིང་རང་བཞིན་གྱི་དཔལ་འབྱོར་དང་སྤྱི་ཚོགས་སྲིད་གཞུང་བདག་སྐྱོང་སོགས་ལ་འཛམ་གླིང་ཐུན་མོང་གིས་དོ་ལན་དང་གོ་སྐབས་དམ་འཛིན་ཐད་ཕྱག་ལས་གནང་བཞིན་ཡོད་འདུག་ཅིང། ཁྲིམས་རྩོད་པ་ཁྲི་ལས་ཆོས་སྐྱིད་ལགས་ཀྱིས་ད་ཐེངས་རྒྱལ་སྤྱིའི་ཨོ་ལོམ་པིག་རྩེད་འགྲན་ཚོགས་པའི་རྒྱལ་སྤྱིའི་དཔལ་འབྱོར་མཉམ་ལས་དང་འཕེལ་རྒྱས་མཐུན་ཚོགས་ཀྱིས་ངོས་བཞེས་གནང་བའི་དོམ་སྒྲིག་གི་གོ་རིམ་ནང་མཉམ་ཞུགས་གནང་མེད་པ་དེ་ཁྲིམས་འགལ་མེད་ནའང་ཁོང་ཚོས་བྱ་སྤྱོད་དེ་ལ་མིང་ཆད་ཆེན་པོ་ཞིག་འཕོག་རྒྱུ་ཡིན་འདུག། ངེད་ཅག་རང OECD Watch གི་སྙན་ཐོ་གཅིག་ནང་ལ་བརྒྱ་ཆ་སུམ་ཅུ་སོ་གསུམ་མ་གཏོགས་ངོས་ལེན་མ་བྱས་བ་གི་གནས་སྟངས་གཅིག་ཁ་གསལ་པོ་ཆགས་བསྡད་ཡོད་རེད། དེ་ཡིན་དུས་ང་ལ་ང་ཚོའི་གི་གཉིས། ད་ཁམས་ཆུས་དགྲ་བོ་འདི་ངོས་ལེན་བྱེད་པ་ཙམ་གྱི་ད་གལ་ཆེན་པོ་ཅིག་ཆགས་རེད་བསམ་གྱི་འདུག་ཡིན་ན་ཡང་ངོས་ལེན་བྱས་ཚར་ནས་ད next stage དེ་བར་འདུམ་གྱི stage དེར་བ་ལ། དེ་ནང་ལས་ད། མཉམ་ཞུགས་བྱེད་ཡ་བྱེད་ཡ་ཡིན་པ་དང་མིན་པ་དེ་ད་ཁོ་རང་ཚོ། དང་བླངས་གྱི་སྐད་ཆ་འདྲ་བོ་ཅིག་རེད། དེ་ཡིན་དུས་ང་ལ། Olympic ངོས་ནས་རང་ཁོ་རང་ཚོ་གི། དྲང་ལ་ངོས་ནས་ད་བྱ་གི་མེད་གསུངས་འདུག་ག་ལ་ཡང་ད་འདི་ཁྲིམས་འགལ་ད་བྱ་གི་ཡོད་མ་རེད་དེ་ཡིན་ན་ཡང་ཁོ་རང་ཚོ་ག་ལ་ཡང་ད་མིང་རྗེས་ཤུགས་ཆེན་པོ་གཅིག་ཆགས་ཏེ་ཡོད་རེད་ལ། འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་གྲོས་ཆོད་ཨང་བདུན་ཅུ་དོན་ལྔ་དང་བཅོ་བརྒྱད་ནང་དོན་ལྟར་ཨོ་ལོམ་པིག་ལུས་རྩལ་འགྲན་བསྡུར་འཚོགས་རྒྱུ་དེ་ཞི་བདེ་དང་འཕེལ་རྒྱས་ལ་སྐུལ་འདེད་གཏོང་བའི་དམིགས་བསལ་གྱི་ལེགས་སྐྱེས་རྩ་ཆེན་ཕུལ་བར་གཟེངས་བསྟོད་བྱས་པ་ཞིག་ཡིན་པ་མ་ཟད། འགྲོ་བ་མིའི་ཐོབ་ཐང་ནི་ཨོ་ལོམ་པིག་ལུས་རྩལ་འགྲན་ཚོགས་ཀྱི་རྩ་འཛིན་ནང་རྒྱ་ཁྱབ་ཏུ་འཁོད་ཡོད་ཀྱང་བོད་ནང་དུ་ད་བར་བོད་མི་བརྒྱ་དང་ལྔ་བཅུ་ལྷག་གིས་རང་ལུས་མེར་སྲེག་བཏང་ཡོད་པ་སོགས་འགྲོ་བ་མིའི་ཐོབ་ཐང་གནས་སྟངས་ཧ་ཅང་གི་རྫ་དྲག་ཆགས་ཡོད་པས། འདི་ནི་མཉམ་འབྲེལ་རྒྱལ་ཚོགས་ཀྱི་དགོངས་ཞུས་ཆ་རྐྱེན་དེ་དག་དང་འགལ་ཟླ་ཆགས་ཡོད་པ། ཁྲིམས་རྩོད་པ་ཁྲི་ལས་ཆོས་སྐྱིད་ལགས་ཀྱིས། འགྲེལ་བརྗོད་གནང་གི་འདུག་བཞུགས་སྒར་རྡ་རམ་ས་ལ་ནས་ས་གོ་པ་བློ་བཟང་དགེ་ལེགས་དང་པཱི་ལན་མཆོག་བྲིས་པ་བསྟན་འཛིན་འོད་ཟེར་ནི།